ཨ་ནི་ད་ལྟ་རྒྱ་ཆེའི་མང་ཚོགས་ལ། བསྐྱར་དུ་ཞུ་ཡ་གཅིག་ལ་ང་ཚོས་ཀྱི་ཐད་གཏོང་གི་ལས་རིམ་ཨ་ནི་མུ་མཐུད་ནས་ཡོང་གི་རེད་ཨ་ནི་ང་ཚོས་འདིའི་ནང་ལོ་ལ་ད། མི་སྣ་ཁག་མང་པོ་ཅིག་ཨ་ནི་གདན་ཁྲི་ཞུ་ཡ་དང་གཞི་རིམ་མི་མང་ནས་ཨ་ནི་ད་ལན་གྱི་ཚོགས་འདུའི་བདུན་པ་ལ་ང་ཚོས་རེ་བ་ཆེན་པོ་ཅིག་རྒྱ་བྱས་ནས་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་བཙུགས་ཡོད་རེད་ང་ཚོས་ཀྱི་འགན་འཁུར་བས་ཀྱི་ཐོག་ནས་ཨ་ནི་ཕ་བཅའ་ཁྲིམས་བསྐྱར་ཞིབ་ཚོགས་ཆུང་ལ་སོ་སོའི་ཀྱི་དགོས་མཁོའི་ཀྱི་ཨན་བཅའ་ཁྲིམས་ནང་ལོགས་ལ་བསྒྱུར་བཅོས་ག་རེ་བཏང་དགོས་ཡོད་སྙན་ཞུ་གནང་ན་ཁོས་ཕྱི་ནས་ཡར་འབོད་སྐུལ་ཞུས་གནང་ཡོད་དེ་དེ་ཚོ་ཆ་ཚང་ལ་རྩིས་མེད་རྡོག་རོལ་བཏང་ཡོད་རེད་བ་སོང་ཙང་ད་མི་མང་གི་ངོས་ནས་ཨ་ནི་བསམ་ཚུལ་ག་རེ་འདུག་དགོངས་ཚུལ་ག་རེ་འདུག་ང་ཚོ་ཐད་གཏོང་གི་ལས་རིམ་མུ་མཐུད་ནས་ཡོང་ཡ་དང་ཨེ་ང་ཚོའི་གོ་བསྡུར་སྦྱང་ཤེས་མི་མང་གི་ཐོག་ནས་ཚོར་བ་དང་མི་མང་གི་ཐོག་ནས་དགོངས་ཚུལ་དགོངས་འཆར་ག་རེ་ཡོད་པ་འདི་ལ་གཞི་བཞག་བྱས་ནས་ཨེ་ང་ཚོའི་ལས་འགུལ་སྤེལ་ཡ་ཨ་ནི་མ་མང་ཚོགས་ཀྱི་ལ་དོན་ཕྱིན་ནས་ཨ་ནི། ག་འདྲས་བྱས་ནས་རབ་དང་རིམ་པ་གྱི་ལས་འགུལ་སྤེལ་དགོས་ཡ་དེ་ཚོ་ཨེ་མུ་མཐུད་ནས་ད་ང་ཚོས་ཀྱི་ཐག་གཅོད་དང་མུ་མཐུད་ནས་ང་ཚོ་དེ་ནས་ནས་བཀའ་རྩོམ་གྱི་རེད་གཞི་རིམ་མི་མང་ནས་ཨེ་ལྷག་པར་དུ་རྒྱ་ཆེ་མང་ཚོགས་རྣམ་པ་ཚོ་ས་གནས་ག་བ་ལ་བཞུགས་ཡོད་པ་ཡིན་ན་གཞི་རིམ་མི་མང་དེ་ཚང་མ་ལ་སྒོ་ཕྱེ་ཤ་ཡོད་རེད་ད་ང་ཚོ་ཚང་མས་ཀྱི་འགན་གཅིག་ཁུར་བྱས་ནས་ད་ལྟའི་གྱི་གནས་སྟངས་འདི་སྤྱི་འཐུས་རྣམ་པ་ཚོས་ཀྱི་རྐང་བཙུགས་ནས་བཟོས་ཤ་བ་འདི་ང་ཚོས་ཀྱི་མཐོང་ཡོད་རེད་སོང་ཙང་འདི་ལ་ང་ཚོས་དགེ་རྒན་ཁུར་ཡ་དེ་གལ་ཆེན་པོ་རེད་ཤག་སོང་ཙང་རྣམ་པ་ཚོས་ཀྱིས་གཞི་རིམ་མི་མང་ནང་ལོག་ལ་མཉམ་ཞུགས་བྱེད་དགོས་ཡ་དེ་ཨེ་གལ་ཆེན་པོ་འདུག་རྣམ་པ་ཚོས་ཀྱིས་དུ་མཉམ་ཞུགས་གནང་རོགས་གནང་ལ་ནི་ངོ་དེ་འབོད་སྐུལ་ཞུ་ཡ་ཡིན་གང་ལ་ཞོན་ཏང་ང་ཚོས་ལས་འགུལ་དང་ལས་རིམ་མང་ང་ཅིག་སྤེལ་དགོས་ཡ་དེ་ཆགས་བསྡད་ཡོད་རེད་ངོ་དེ་གཅིག་འབོད་སྐུལ་ཞུ་ཡ་ཡིན་ཨེ་ནི་དེ་ནས་ཏང་ང་ཚོས་དེ་ད་རིང་གི་ཐད་གཏོང་གི་བརྒྱུད་ནས་རྣམ་པ་ཚོ་ལ་ང་ཚོས་ཚོར་བ་ཆེན་པོ་ཐོག་ནས་ཞུས་ཡོད་རེད་ད་ལྟ་དེ་གོང་དུ་རྒན་ཚེ་རིང་སྲིད་སྟེགས་མཆོག་དང་རྒན་ཚེ་དཔལ་ཕུན་ཚོགས་མཆོག་གིས་ཞུས་གནང་ཡོད་རེད། ང་ཚོ་འདི་ཧ་ཅིག་འུ་ཐུག་ནས་ཨེ་འདུག་ཅིག་ཚོར་བ་ཆེན་པོ་ཐོག་ནས་ཞུས་ཡོད་རེད་ང་ཚོས་རེ་བ་ཆེན་པོ་བརྒྱབ་ཡོད་དེ་རེ་བ་དེ་འགྲུབ་ཡོད་མ་རེད་གཞི་རིམ་མི་མང་གི་དོན་ཚན་གསུམ་ཅིག་འབོད་སྐུལ་ཞུས་ཡོད་རེད་དོན་ཚན་དང་པོ་དེ་མང་ཚོགས་ཀ་བ་གསུམ་ནས་མང་ཚོགས་ཀ་བ་གཅིག་གཏོར་བཤིག་བཏང་བ་དེ་ཡར་སླར་གསོ་གནང་རོགས་གནང་ལ་ནི་ཨེ་འདི་ད་ག་རེ་རེད་དེ་ང་ཚོས་སྤྱི་བ་ལ་བསམ་ཕྱིན་ནས་མང་ཚོགས་དེ་གལ་ཆེན་པོ་ཡིན་པ་བསམ་ཕྱིན་ནས་ང་ཚོས་ཀྱི་འབོད་སྐུལ་འདི་བཏོན་ཡོད་རེད་དོན་ཚན་དང་པོ་དེ་དོན་ཚན་གཉིས་བ་དེ་ཆོས་རྒྱུད་ཀྱི་སྤྱི་འཐུས་དེ་ཡོང་ཁུངས་དེ་སེར་སྐྱ་ཕོ་མོ་དབྱེ་མེད་ལ་འོས་ཐོབ་ཐང་དེ་འདྲ་མཉམ་སྤྲད་རོགས་གནང་ལ་ནི་འོས་ཐོབ་ཐང་དེ་འདྲ་མཉམ་འགོར་བ་མང་གཙོ་དེ་མང་གཙོའི་འགྲོ་ལུགས་འགྲོ་སྟངས་དང་ལྟ་གྲུབ་གཞི་བཟུང་བྱས་ན་འོས་ཐོབ་སྟངས་འདྲ་མཉམ་དགོས་ཡོད་རུང་སོང་ཙང་ཆོས་བརྒྱུད་སྤྱི་འཐུས་ཀྱི་འོས་ཐོབ་སྟངས་དེ་སེར་སྐྱ་ཕོ་མོ་དབྱེ་མེད་ལ་འོས་ཐོབ་སྟངས་འདྲ་མཉམ་གནང་རོགས་གནང་ལ་དེ་འདྲའི་ཅིག་གི་འབོད་སྐུལ་བཏོན་ཡོད་རེད་ཨན་དོན་ཚན་གསུམ་པ་དེ་རྒྱུན་ལས་ཀྱི་ཡོང་སྟངས་དེ་སོ་སོའི་ཡོང་ཁུངས་ཀྱི་ཐོག་ནས་ཨན་བརྒྱ་ཆ་ཐོག་ནས་བཀོད་དགོས་འདུག་ཟེར་ན་དོན་ཚན་འདི་གསུམ་ཅིག་བཀོད་ནས་ང་ཚོ་གཞི་རིམ་མི་མང་གིས་འབོད་སྐུལ་ཞུ་གནང་ཡོད་རེད་ཨན་དེ་ཆ་ཚང་ཨ་ནི་ད་ལྟའི་གི་སྤྱི་འཐུས་ལྷན་ཚོགས་ཀྱི་རྩིས་མེད་རྡོག་རོལ་གནང་བྱུང་ཁྱད་གསོད་སྟངས་བྱས་ནས་ད་ང་ཚོའི་མི་མང་ཚོ་ཧ་ཅིག་འུ་ཐུག་ཕོན་ཐོར་ཨ་འདི་ལས་འཕྲོས་པའི་གི་གྲོས་ཚོགས་ནང་ལོ་ལ་བཀའ་མོལ་གནང་ཡས་དེ་ཚོ་ད་ལྟ་གོང་དུ་རྒན་ལགས་རྣམ་པ་གཉིས་ཀྱིས་གསུང་བ་ནང་བཞིན་རེད་ད་ཁོང་ཚོས་གི་ག་རེ་གནང་གི་འདུག་ཞུ་བ་ཡིན་ན་གོང་ས་མཆོག་ལ་དབུ་བ་དཔུང་སྡེར་ཞུ་ངེས་བོད་མིའི་སྒྲིག་འཛུགས་འདི་ལ་ལྷག་བསམ་དཀར་པོས་གི་ཐོག་ནས་ཕྱག་ལས་གནང་ངེས་ཆ་ཚང་ལ་ཁོང་ཚོས་གི་མ་ཉེས་ཁ་གཡོག་བྱེད་ཡ་དང་ཆ་ཚང་ལ་ཁོང་ཚོས་གི་གཉའ་གནོན་ཤུགས་ཤུགས་ཨ་ནི་སྐྱོན་འཛུགས་དེ་འདྲས་ཅིག་བྱེད་གནང་གི་འདུག་ཨ། སོང་ཙང་ད་འདི་ང་ཚོ་གི་ངོ་ལེན་ཐུགས་དམ་རྩ་བ་ནས་མི་འདུག་ད་མི་མང་ཁ་ཚུམ་ནི་བསྡད་ཀྱི་མ་རེད་ད་ཅི་གོང་དུ་རྒྱལ་ཚེ་ལྷའི་ཕུན་ཚོགས་མཆོག་གིས་གསུངས་གནང་སོང་ང་ཚོའི་ལས་འགུལ་འདི་ད་དངོས་གནས་དྲང་གནས་ཀྱི་ཤུགས་ཆེ་རུ་དང་ཚད་མཐོ་རུ་དང་ང་ཚོའི་ཞུས་ས་འདི་ད་ཏག་ཏག་ཅིག་ལ་ཞུས་ནས་ན་ཚ་ག་བ་འདུག་འདི་ག་རང་ལ་སྨན་ཅིག་ཏག་ཏག་ཅིག་ང་ཚོས་ཀྱིས་བྱེད་ཐུབ་པ་འདི་ང་ཚོའི་རྒྱ་ཆེའི་མང་ཚོགས་ཀྱི་འགན་འཁུར་བྱེད་ནས་འདི་ལ་དགོངས་ཚུལ་དགོངས་འཆར་སྤུངས་བྱེད་ནས་ཚང་མེད་ཀྱི་མཉམ་ཞུགས་བྱེད་དགོས་ཏེ་དངོས་གནས་དྲང་གནས་ཀྱི་ལྟ་དུས་ལ་བབ་འདུག་མ་གཞི་ཚད་ལས་བརྒལ་ཞིང་རྣམ་པ་ཚོས་ཀྱི་ཚོགས་འདུའི་བདུན་པ་དེ་ཟིན་གནང་དང་དངོས་གནས་དྲང་གནས་ཀྱི་ཧ་ཅང་གི་ཐབས་སྐྱོ་བོ་དེ་འབྲེལ་གྱི་གྲོས་ཚོགས་དངོས་གནས་དྲང་གནས་ལྷག་པར་དུ་འདིའི་ཆོས་བརྒྱུད་སྤྱི་འཐུས་བཅུ་གཅིག་འདུ་བ་འདི་དང་དངོས་གནས་དྲང་གནས་ཀྱི་ང་ཚོའི་མི་མང་ལ་ཁྱིམ་པ་སུན་འབྱིན་དང་ནང་པ་སངས་རྒྱས་འབེལ་གྱི་ཡ་རབས་བཟང་སྤྱོད་ཨེ་གོང་ས་མཆོག་ལ་བརྩི་བཀུར་དང་དེ་འདྲའི་རྩ་བ་གཉིས་ནས་མེད་པ་དེ་ང་ཚོས་ཀྱི་ད་དཔང་རྟགས་ཁུངས་སྐྱེལ་ར་སྤྲོད་བྱུང་ཡོད་རེད། ཚོགས་ས་དང་ང་ཚོའི་མི་མང་གཉིས་ཁོ་ནའི་འབྲེལ་ཡ་མི་འདུག་མི་མང་གཉིས་བསད་ཚར་བ་རེད་དེ། འདི་ལས་ཤུགས་ཆེ་ཡང་བྱེད་ནུས་པ་མཉམ་སྤུངས་བྱས་ནས་ང་ཚོས་ཀྱི་ལས་འགུལ་སྤེལ་དགོས་ཡས་འདུག་མཉམ་ཞུགས་བྱེད་དགོས་ཡས་འདུག་འགན་འཁུར་དགོས་ཡས་འདུག་ཕྱོགས་སྐྱོད་ལ་སྤྱི་འཐུས་ཕེབས་ཀྱི་ཡོད་ན་སོ་སོའི་ཕྱོགས་ཞུ་སྤྱི་འཐུས་སུ་ཡིན་ན་འདི་ལ་ཡིན་གཅིག་མིན་གཅིག་ཞུས་བྱས་ནས་ལྷག་པར་དུ་ད་ང་ཚོས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཀྱི་ཚོགས་པ་ཁག་ཕྱིའི་ཀྱི་མི་སྣ་ཁག་ལ་ཀྱི་ང་ཚོས་ཞུས་ན་འགྲིག་གི་ཡོད་རེད་དེ། ད་ང་ཚོའི་གི་མང་ཚོགས་ཀ་བ་གསུམ་ནས་གཅིག་དེ་ཡ་སླར་གསོ་མ་གནང་ཡ་དེ་གྲོས་ཚོགས་འཐུས་མི་དེ་ཚོ་རེད་ད། ཁོ་ཚོ་ལ་ད་ང་ཚོའི་གི་དངོས་གནས་དྲང་གནས་གི་འབོད་སྐུལ་ཞུ་ཡོད་ད་ཁོ་ཚོས་གནང་གི་མི་འདུག་ཟེར་ན་ནི་ང་ཚོ་ཏན་ཏན་གི་ཞུ་ཡའི་ལམ་ཀ་ཡོད་རེད་ང་ཚོ་ཏན་ཏན་གི་གོ་བསྡུར་བྱེད་ནི་ང་ཚོས་ཏན་ཏན་གི་ལམ་ཀ་གསལ་བོ་ཅིག་དོན་གི་རེད་བསམ་གི་འདུག་སོང་ཙང་ཚང་མས་མཉམ་ཞུ་གནང་རོགས་གནང་ལ་ནི་ངོ་དེ་འདྲི་ཅིག་ཞུ་ཡ་ཡིན་ད་རིང་ད་ལུས་ཞིག་དེ་ལ་བཀའ་མོལ། ང་ཚོ་རྒྱུན་ལས་ནས་ད་ད་རིང་གི་ཐད་གཏོང་དང་པོ་རེད་གྲོས་ཚོགས་ཚོགས་འདུའི་འདུན་པ་གྲོས་ཆེ་ནི། ད་ཡག་པོ་མ་བྱུང་བ་འདི་ཡི་ཐོག་ལ་ཨེ་མུ་མཐུད་ནས་ང་ཚོའི་ལས་རིམ་ཡོང་གི་རེད་དེ་འདྲི་ཞུ་ཡ་ཡིན་ཨན་ད་རིང་གི་ཐད་གཏོང་ནང་ལ་ཕེ་ངེ་རྒྱལ། མཚན་སྲིད་བསྟན་མཆོག་དང་རྒྱལ་སྲིད་བསྟན་ཕུན་ཚོགས་རྣམ་པ་གཉིས་ཀ་ལ་ཐུགས་རྗེ་ཆེ་ཨེ་ནི། ད་ཕེ་ཆེ་ཨེ་ནི་རྣམ་པ་གཉིས་ནས་འདི་རེད་ད་ཡོད་ན།